དེ་ནས་འགོག་བདེན་གྱི་ལོག་ཤུགས་བཞི་སྟེ་ག་རེ་ལབ་ན་ཐར་བ་ཡེ་མེད་དུ་འཛིན་པ། ཟག་བཅས་ཀྱི་ཁྱད་པར་འགའ་ཞིག་ཐར་བར་འཛིན་པ། སྡུག་བསྔལ་གྱི་ཁྱད་པར་འགའ་ཞིག་ཐར་བར་འཛིན་པ། སྡུག་བསྔལ་བསལ་བ་ཡོད་ཀྱང་ལྡོག་པར་འཛིན་པ་བཅས་བཞི་ཡོད་པ་རེད། དེ་རྣམས་ཀྱི་དང་པོ། ཐར་བ་ཡེ་མེད་དུ་འཛིན་པ་ཟེར་བ་དེ། རྒྱང་འཕེན་པ་ལ་སོགས་པའི་རྒྱུ་ལ་ཡོད་པ་རེད། རྒྱང་འཕེན་པ་ལྟ་བུ་དེ། ང་རང་ཚོ་མི་དང་དུད་འགྲོ་ལ་སོགས་པའི་རྒྱུ་དང་ཡོད་པའི་སྡུག་བསྔལ་དེ་ལ། རྒྱུ་མི་དགེ་བ་ཅིག་སྔོན་དུ་སོང་བ་མ་རེད། ཡིན་ཙང་མི་དགེ་བའམ་ཡང་ན་ལས་དང་ཉོན་མོངས་པ་སྤངས་ནས་ཐར་བ་ཐོབ་ཟེར་བ་དེ་ཡང་ཡོད་པ་མ་རེད། འོ་དེ་ལབ་གི་ཡོད་པ་རེད། ཡིན་ཙང་རྒྱང་འཕེན་པ་ལྟ་བུའི་ཐར་པ་ཡེ་མེད་དུ་འཛིན་པ་ཟེར་བ་དེ་ཡིན་པ་རེད། དེ་ནས་ཟག་བཅས་ཀྱི་ཁྱད་པར་འགའ་ཞིག་ཐར་པར་འཛིན་པ་ཟེར་བ་དེ་ཕྱི་རོལ་གཅེར་བུ་པའི་རྒྱུད་ལ་ཡོད་པ་རེད། ཕྱི་རོལ་གཅེར་བུ་པས་ལྷ་ཡི་གནས་སྟེང་གི་འཇིག་རྟེན་ཟེར་བ་ཅིག་ལ། གནས་གཅིག་ཡོད་པ་རེད་ཟེར་ནས་དེ་ལ་སྐྱེས་པ་ཡིན་ན་ཐར་བ་ཐོབ་གི་ཡོད་པ་རེད་ཟེར་ལབ་གི་ཡོད་པ་རེད་དེ་ལྟ་བུ་དེ་ལས་སྐྱེས་དབང་གིས་བྱུང་པ་ཡིན་ཙང་ཟག་བཅས་ཀྱི་ཆོས་རེད་ཟེར་ཡིན་ཙང་ལས་སྐྱེས་དབང་གིས་བྱུང་བའི་གནས་ཡིན་ན་རེད་ལུས་ཀྱི་ཕུང་པོ་ཡིན་ན་རེད་གང་འདྲ་ཅིག་ཡིན་ན་ཡང་བདུད་མོར་མ་གཏོགས་ཐར་བ་ཡིན་དང་མེད་པ་ཡིན་ཙང་ཟག་བཅས་ཀྱི་བྱ་བར་འགའ་ཞིག་ཐར་བར་འཛིན་པ་དེ་ཡང་འགོག་བདེན་ལ་ལོག་པར་ཞུགས་པའི་ལོག་ཞུགས་རེད་ཟེར་དེ་ནས་སྡུག་བསྔལ་གྱི་བྱ་བར་འགའ་ཞིག་ཐར་བར་འཛིན་པ་ཟེར་བ་དེ་ཡང་བྱ་རུལ་བའི་གྲུབ་མཐའ་རེ་འགའ་གི་ལུགས་ལ་ཐར་པ་ཟེར་བ་དེ་སྡུག་བསྔལ་གྱི་རྒྱུ་མ་རིག་པ་སྤངས་པ་ལ་ངོས་འཛིན་བྱེད་ཀྱི་ཡོད་པ་མ་རེད་འོ་ན་ཐར་པ་ཟེར་ན་གང་འདྲ་རེད་ལབ་པ་ཡིན་ན་གནས་སྐབས་ཀྱི་བདེ་བ་དཔེར་ན་ལྷ་ཡི་གོ་འཕང་ཐོབ་པ་དང་མི་ཡི་གོ་འཕང་ཐོབ་པ་ལྟ་བུ་ལ་ཐར་བ་ངེས་འཛིན་མཁན་གྱི་བྱ་རུལ་བ་ཡོད་པ་རེད་འོ་དེ་ལྟ་བུ་ལ་སྡུག་བསྔལ་གྱི་བྱ་བར་འགའ་ཞིག་ཐར་པར་འཛིན་པ་ཟེར་གྱི་ཡོད་པ་རེད་དེ་ཡང་འགོག་བདེན་ལ་ལོག་པར་ཞུགས་པའི་ལོག་ཞུགས་རེད། སྡུག་བསྔལ་བསགས་པ་ཡོད་ཀྱང་ལྷར་ལྡོག་པར་འཛིན་པ་དེ་ཡང་འགོག་བདེན་ལ་ལོག་པར་ཞུགས་པའི་ལོག་ཞུགས་རེད། སྡུག་བསྔལ་བསགས་པ་ཡོད་ཀྱང་ལྷ་ར་ལྡོག་པར་འཛིན་ཚུལ་དེ་ག་འདྲ་རེད་ལབ་ན། དཔེར་ན་ཕྱི་རོལ་བ་སྤྱོད་པ་པ་གིས་ག་རེ་ལབ་ཀྱི་ཡོད་པ་རེད་ལབ་ན། མཆོད་སྦྱིན་བྱེད་པ་ལ་སོགས་པའི་དགེ་བའི་བྱ་བ་བསྒྲུབས་པ་ཡིན་ན། དེ་ནི་ལྷ་ཡི་གོ་འཕང་ཐོབ་མི་ཡི་གོ་འཕང་ཐོབ། ནི་སྐབས་སུ་ཐར་བ་ཐོབ་པ་ཡོད་རེད་དེ། བསོད་ནམས་དེ་རྫོགས་པ་ན་ཡང་བསྐྱར་དམྱལ་བ་ཡི་དྭགས་ལ་སོགས་པ་ལ་སྐྱེ་ཡི་རེད། ཡིན་ཙང་ཐར་བ་ཐོབ་པ་ཡོད་རེད་དེ། དུས་གཏན་དུ་ཐོབ་པ་ཡོད་པ་མ་རེད་ཟེར་བ་དེ་ཡང་འགོག་བདེན་ལ་ལོག་པར་ཞུགས་པའི་ལོག་ཤིག་རེད་ཟེར་ལབ་ཀི་ཡོད་པ་རེད། ད་ནི་འགོག་བདེན་གྱི་རང་བཞིན་དང་དབྱེ་བ། ནི་དེའི་རྩ་ཚིག་ཡིན་ན་ལམ་གྱིས་བྲལ་ཐོབ་འགོག་པ་དེ་བཞིན་ཉིད་མེད་དགག་རྫས་གྲུབ་མ་གྲུབ་རྐྱེན་དུ་འདོད་ཟེར་གསུངས་པ་རེད། ཚིག་རྐང་དེ་གཉིས་ཀྱི་ནང་དུ་གཙོ་བོ་དེ་འགོག་བདེན་གྱི་ངོ་བོའམ་རང་བཞིན་དེ་དང་ནི་དེ་ལ་བྱེ་བྲག་སྨྲ་བ་དང་མདོ་སྡེ་བ་གཉིས་ཀྱི་འདོད་ཚུལ་མི་འདྲ་བ་འོ་དེ་གསུང་གི་ཡོད་པ་རེད། དེ་ནས་འགོག་བདེན་གྱི་རང་བཞིན་ནམ་ཡང་ན་མཚན་ཉིད་དེ་ག་རེ་ལབ་ན་ལམ་བསྒོམ་པ་ལས་དྲི་མ་དང་བྲལ་བ་ཐོབ་པ་ལ། འགོག་པའམ་དེ་བཞིན་ཉིད་ཅེས་བྱ་དེས་ལམ་བསྒོམ་པ་ལ་བརྟེན་ནས་དྲི་མ་གང་ཡང་རུང་བ་ཅིག་དང་བྲལ་བ་དེ་ལ་འགོག་བདེན་ཟེར་གྱི་ཡོད་པ་རེད། བདག་མེད་པའི་དོན་དུ་བསྒོམ་པ་ལ་བརྟེན་ནས་རང་རྒྱུད་ཀྱི། དྲི་མ་གང་ཡང་རུང་བ་ཅིག། སྒྲིབ་པ་ཀུན་བཏགས་ཡིན་ན་འདྲ་སྒྲིབ་པ་ལྷན་སྐྱེས་ཡིན་ན་འདྲ་གང་འདྲ་ཅིག་ཡིན་ན་སྒྲིབ་པ་གང་ཡང་རུང་བ་གཅིག་སྤངས་པ་ཡིན་ན་དེ་ལ་འགོག་བདེན་ཐོབ་པ་ཞེས་ལབ་ཀྱི་ཡོད་པ་རེད། དེ་ནི་དེ་འདྲ་བའི་འགོག་བདེན་དེ་ལ་བྱེ་བྲག་མ་བ་དང་མདོ་སྡེ་པ་གཉིས་ཀྱི་འདོད་ཚུལ་ཅུང་ཙམ་མ་འདྲ་བ་ཡོད་པ་རེད་དེ་ག་རེ་ལབ་ན། དེ་ཡང་དགག་བྱ་དང་གྲངས་མཉམ་པའི་མེད་དགག་འདོད་པ་བྱེ་བྲག་མ་བ་ཡིན། བྱེ་བྲག་མ་བས་ག་རེ་གསུང་གི་ཡོད་པ་རེད་ལབ་ན་དཔེར་ན་འདོད་ཆགས་ཞེ་སྡང་གཏི་མུག་གསུམ་ལྟ་བུ་ལ་མཚོན་པ་ཡིན་ན་དེ་གསུམ་སྤངས་པའི་འགོག་བདེན་མ་འདྲ་བ་རེ་རེ་རེ་རེ་ཡོད་པ་རེད། ངོ་བོ་ཁ་ཁ་རེད། འདོད་ཆགས་སྤངས་ནས་ཐོབ་པའི་འགོག་བདེན་དང། ཤེས་སྡང་སྤངས་ནས་ཐོབ་པའི་འགོག་བདེན། གཏི་མུག་སྤངས་ནས་ཐོབ་པའི་འགོག་བདེན་ཏེ་རིགས་དེ་གསུམ་སྟེ་དངོས་པོ་མ་འདྲ་བ་གསུམ་རེད། རྫས་མ་འདྲ་བའི་དངོས་པོ་གསུམ་ཡོད་པ་རེད་ཟེར་གསུང་གི་ཡོད་པ་རེད། ད་ནི་མདོ་སྡེ་པ་གིས་ག་རེ་གསུང་གི་ཡོད་པ་རེད་ལབ་ན་འདོད་ཆགས་ཤེས་སྡང་གཏི་མུག་གསུམ་སྤངས་པའི་ལྡོག་ཆ་ནི་ཁ་ཁ་བཞག་ཐུབ་ཀི་རེད་དེ་དངོས་པོ་ཁོ་རང་རྫས་སོ་སོ་བ་ཡོད་མ་རེད། དཔེར་ན་ནམ་མཁའ་ལ་སྤྲིན་པ་དཀར་པོ་དང་ནག་པོ་དང་འཇའ་ཚོན་ལ་སོགས་པ་མང་པོ་ཡོད་པ་རེད། དེ་དག་མེད་པ་ཆགས་སོང་བ་ཡིན་ན་རྗེས་ཀྱི་ནམ་མཁའ་དེ་རང་བཞིན་གཅིག་པ་རེད་མ་གཏོགས་སྤྲིན་པ་དཀར་པོ་མེད་པ་ཆགས་པའི་ནམ་མཁའ་དེ་རེད། ནག་པོ་མེད་པ་ཆགས་པའི་ནམ་མཁའ་དེ་རེད་ཟེར་ནས་ག་ག་བྱེད་ཡོད་པ་མ་རེད། འོ་དེ་ནང་བཞིན་དུ། ཉོན་མོངས་པ་དང་སྒྲིབ་པ་གང་འདྲ་ཅིག་སྤངས་ན་ཡང་དེ་སྤངས་ནས་ཐོབ་པའི་འགོག་བདེན་ཐམས་ཅད་རིགས་གཅིག་པ། རང་བཞིན་གཅིག་པ་རེད་ཟེར་ལབ་གི་ཡོད་པ་རེད། བྱེ་བྲག་མང་བ་གིས་རང་བཞིན་ཁ་ཁ། རྫས་ཁ་ཁ་རེད་ཟེར་ལབ་གི་ཡོད་པ་རེད།